དྲ་ཐོག་གི་བོད་ཀྱི་བརྡ་སྤྲོད་རིག་གནས་གསན་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། སྔོན་མ་བྱས་ནས་ཡི་གེ་ཁྱིམ་ཚང་སྒྲིག་སྟངས་འདི་ཅེག་ཤིས་ན་ཡག་པོ་ཡོད་རེད་ཟེར་ངེས་ཞུས་བ་རེད་དེ་ད་ལྟ་བར་དུ་བྱུང་མ་སོང་པ་རོ་གཅིག་ལ་བརྗེས་ཡ་བརྗེས་སུ་སྲིད། ཁ་སང་གཉིས་རྙིང་པ་དེ་ཚོ་ཡར་འགྲེལ་མར་འགྲེལ་བྱས་ཡོང་དུས་ཡང་བསྐྱར། ངས་སྔོན་མ་ནས་བཤད་ཡོད་པ་དེ་ཡར་དྲན་པ་བཟོས་སོ་དེ་ཡིན་དུས་དེ་རིང་མདོ་སྟོད་ཀྱི་མ་ཤོད་ཡ་ཡིན་དུས་ཚོད་སྐྱོ་བ་ཡིན་ན་འདི་ལས་ཞབས་ཚགས་པོ་དེ་ནས་མ་འགྲོ་ཡ་ཡོད་རེད་ད། ཐོག་མར་ང་ཚོས་བོད་ཀྱི་ཡི་གེ་སྐར་མའི་སུམ་ཅུ་དེ་ལས་སྡེ་བ་འགྲིག་དང་སྡེ་བ་དེ་ལས་སྡེ་བ་ཞིག་དང་བརྒྱད་ཡོད་པ་དེ་འབྲི་བའི་གི་གོ་རིམ་དང་དེ་ལྟར་འགྲེལ་དགོས་པའི་རྒྱུ་མཚན་ལ་སོགས་པ་དེ་ཚོ་དེ་ངས་ཚན་པ་སྔོན་མ་དེ་ཚོ་གི་ནང་ལོགས་ལས་གང་གང་འཚམ་གྱིས་ཞུས་ཡོད་རེད། དེ་ནས་སྡེ་ཚན་སྒྲིག་སྟངས་དེ་ཞུས་ཡོད་རེད། སྡེ་བ་དང་སྡེ་ཚན་ཟེར་དེ་གཉིས་འདི་སོ་སོ་རེད་བ་དེ། སྔོན་མ་ཞུས་ཡོད་ལ་དྲན་གསོ་ནས་བཏང་བ་ཡིན་ན་སྡེ་བ་ཟེར་དེ། སྡེ་བ་ཕྱེད་དང་བརྒྱད་ཟེར་ཀ་སྡེ་སྐྱ་སྡེ་རྟ་སྡེ་ཟེར་ནས་སྒྲིག་སྟངས་དེ་རེད་སྡེ་ཚན་གསལ་ཡོང་དུས། ནི་ཕོ་ཡི་སྡེ་ཚན་མོ་ཡི་སྡེ་ཚན་མང་ནན་གྱི་སྡེ་ཚན། ཟེར་ནས་དེ་འདྲའི་གི་ཡང་ཁོ་སྡེ་ཚན་ལྔ་ཅིག་སྒྲིག་གི་ཡོད་རེད་བ། ད་ལྟ་འདི་ལྟའི་ཡི་གེ་ཁྱིམ་ཚང་སྒྲིག་སྟངས་ཡིན། ཁྱིམ་ཚང་སྒྲིག་བ་ཡིན་ན་རྡོ་སུ་བྱས་ནས། སྡེ་བ་ཕྱེད་དང་བརྒྱད་ཀྱི་ནང་ལོགས་ནས་སྡེ་བ་ལྔ་སྟེ། དང་པོ་རྡོ་སུ་བྱས་ནས་ཁྱིམ་ཚང་ལྔ་བྱེད། ཞབས་སྡེ་ནས་མགོ་བཟུང་སྟེ་ནི་ཡི་གེ་གཉིས་གཉིས་དང་ཁྱིམ་ཚང་གཅིག་རེད་མ་གཏོགས་གོ་གཞི་བཞི་དེ། རྩ་སྡེ་ཡན་ཆད་ནང་བཞི་བྱས་ནས་ཁོ་འགྲོ་གི་ཡོད་མ་རེད་ད་དེ་ཁ་ཁྲལ་དེ་རེད། དེ་ཡིན་དུས་སྐར་མའི་གསུམ་གྱི་ཐམ་པ་དེ་རྩ་བའི་ཁྱིམ་ཚང་སྐྱོ་རུ་གནས་ཡིན་སྲིད། དེ་རེད། ད་དང་པོ་བཀའ་སྡོད་ལ་སོགས་པ་གིས་སྡེ་བ་ལྔ་དེ་ཁྱིམ་ཚང་ཡིན་སྟངས་འདྲ་བོ་དེ་ག་རེད་ཟེར་ན། རྩ་བའི་སྡེ་བ་སྒྲིག་སྟངས་ཀྱི་ཐོག་ནས་བལྟས་ཚེ་ཅིག་ཤོས་ཡོད་རེད་དེ་དང་འབྲེལ་བ་ཡོད་རེད། ད་ད་ལྟ་ཁྱིམ་ཚང་བསྒྲིགས་ཡོང་འདུག་གོ་དེ་ཁྱིམ་ཚང་གི་འགྲོ་སྟངས་འདྲ་བོ་དེ་ག་རེད་ཟེར་ཡོང་དུས། ཨ་འདི་ཅི་ཟེར་ཞུ་དོ། དཔེར་ན་ཀ་ཁ་ག་ང་བཞི་དེ་ཁྱིམ་ཚང་གཅིག་རེད་སྡེ་བ་ཡང་གཅིག་རེད་ད་ད་ལྟ་ང་ཚོ་ཁྱིམ་ཚང་འདི་བཙོག་ཤེས་ཡོར་བ། དེ་བཞི་གི་ནང་ལོགས་ནས་ད་ང་འདུག་ཨ་ལས་གནས་སྐབས་བཞག་ཞོག། ཁྱིམ་ཚང་གཅིག་གི་ནང་ལོགས་ནས་ཀ་ཁ་ག་སོང་དེ། ད་བབ་སྤུན་གསུམ་ནང་བཞིན། ཡང་ན་གཅིག་ག་དུ་མོ་ཡིན་ཙང་མོ་བཟོས་རྒྱལ་ན་འགྲིག་རེད་གང་ལྟར་ལས་ཀ་བྱེད་ཐུབ་མཁན་གྱི་གཏམ་མི་ཧྲག་ཧྲག་འདྲ་བ་སྤུན་གསུམ་ནང་བཞིན་རེད་ཁོ་གསུམ་དུ་གཅིག་མ་ཁོམ་ན་གཅིག་གཅིག་མ་ཁོམ་ན་གཅིག། ཨེ་ཆེ་བ་བཅུ་བཅུ་དེ་ཚོ་གི་ལས་ཀ་སྐབས་ལས་ཁ་བ་ཅིག་དེ་གི་འོག་གི་དེ་གི་དེང་མཚམས་དུ་བྱས་ནས་གོ་བྱེད་ལྡན་མཁན་གཙོ་བོ་འདྲ་བ་དུ་སོང་རེད། དེ་ནས་ང་དེ་ཤིན་ཏུ་རྨོངས་ཡིན་ཟེར་ཡོང་དུས་ཁོ་དེ་ཚོ་དང་མཉམ་པའི་ལས་ཀ་བྱེད་མ་ཐུབ་ཡ། མཚམས་མཚམས་ལ་ཡང་ཁོ་དེ་ཁོ་ཚོས་མཉམ་དུ་ལས་ཀ་བྱེད་ཐུབ་མཁན་ཡིག་ཆ་དེ་ཡོད་རེད་ང་ཉག་ན་མ་ཤེས་ཏེ། དེ་ཡིན་ཚོད་དུས་དང་པོ་ངས་སོམས་ཏེ། ཁྱིམ་ཚང་རེ་གཅིག་ཡིན་སྟངས་འདི་བཤད་ཡོང་དུས། ད་བྱ་ཚད་འདི་རེད། ཀ། བ་ཀ་ཀ་ཞེས་ཀ་མིང་གཞི་ཀ་རེད་བ། ད་དགའ་ཀ་ཞེས་དགའ་མིང་གཞི་དགའ་རེད་བ་འགོ། ད་ལྟ་བ་མིང་གཞི་ག་རེད་བ་ཁོ་བཅས་སྐུ་ཚིགས། ད་འདི་ལ་བྱ་ཚིག་ཚད་ཀྱིས་ཟེར་གི་རེད། ཁྱོད་བཀག་དགོས་ཡོད་ན་རེད་ནང་ཁྲི་བཀག་དགོས་ཡོད་ན་རེད་དགྲ་བཀག་དགོས་ཡོད་ན་རེད། ད་བཀག་པའི་གི་བྱ་བ་གཅིག་ལས་ཁོ་བྱ་ཚིག་རིམ་པ་གསུམ་སྐུ་ཚིག་ཏུ་བསྐྱིལ་བའི་གཞི། དེ་ནས་བྱེ་མའི་ལས་ཚིག་ངམ་འབྲས་བུའི་གི་བྱ་ཚིག་དུ་འདྲི་གི་ད་རིམ་པ་འདྲ་བོ་གཅིག། འདི་ཚོ་ལ་ང་ཡིན་ན་བྱ་ཚིག་ཚར་གཅིག་ཟེར་གི་ཡོད་ང་ཚོ་རྟེན་འབྲེལ་ཚར་གཅིག་ཟེར་གྱི་ཡོད་རེད་བ། དེའི་གི་ཚར་གཅིག་དེ་བེད་སྤྱོད་བཏང་བ་ཡིན་ན་ཐ་སྙད་དེ་ངེད་རང་ངོས་ནས་རིང་ཤོས་དང། མཚམས་ཤོལ་དང་མགྱོགས་ཤོལ་དང་འདྲ་བོ་ཞུ་ཅིག་མཐོང་གི་ཡོད་ད་ལྟའི་ཐ་སྙད་གར་སྟངས་མ་དག་སོ་སོའི་འདོད་པ་རེད་བ། བྱས་ཙང་བྱ་བ་ཚར་གཅིག་གི་ནང་ལོགས་ལ་ལས་ཀ་བྱས་ཡོང་དུས། ད་ད་ལྟ་འདི་ཆ་མཚོན་པ་ཡིན་ན་བཀའ་བསྡད་ཀྱི་ནང་ལོགས་ཀྱི་ཡི་གེ་མ་གཏོགས་སྡེ་བ་གཞན་དག་གི་ཡི་གེ་གང་ཡང་མིང་གཞི་ལ་ཡོང་གི་མི་འདུག་བ། བཀའ་བརྒྱུད་ཀྱི་ཡི་གེ་ཀྱི་ནང་ལོགས་ནས་ཀྱང་གོ་བཀའ་གཅིག་པོ་མ་ཡིན་པར་ཀ་ཁ་ག་ཁོ་གསུམ་སྟེ་ཧོ་རོབ་སྦ་རོབ་བྱས་ནས་ནི་ཁོ་བགོ་བཤའ་འདྲ་བོ་ཅིག་བསྐྱབས་ནས། དཔེར་ན་བྱ་བ་ག་འདྲའི་ཅིག་ཡིན་ན་ཡང་དེ་ལས་ཚོགས་པ་ཅིག་ཡིན་ན་རེད་ཁྱིམ་ཚང་ཅིག་ཡིན་ན་རེད་མི་དེ་ཚོ་དང་བགོ་བཤའ་བརྒྱབ་ནས་ཁྱོད་འདི་བྱེད་ངས་འདི་བྱེད་ཁྱོད་འདི་བྱས་ཟེར་ང་ཚོ་སྦྲ་ཅིག་བརྒྱབ་བ་ཡིན་ན་གཡས་རུ་འདི་ནས་ཞུགས་གཡོན་རུ་འདི་ནས་ཞུགས་མདུན་རུ་འདི་ནས་ཡོང།

སྐབས་དེ་དུས་ཞུས་ནས་འགྲིག་གི་རེད་བསམ་འདུག་ད་འདི་གའི་རྩ་དོན་ཡན་ཆད་དེ་གོ་ཁྱིམ་ཚང་གཅིག་ཡིན་པ་སྡེ་བ་གཅིག་ཡིན་པ་དེ་གའི་གནས་ལུགས་དེ་ཧ་གོ་སོང་ཨ་ཅེ་ད་སྡེ་བ་གཅིག་ཡིན་པའི་ཐོག་ནས་ཀྱང་འདི་འདྲི་ཤེས་རྒྱལ་ཡག་ཡོད་རེད་ལ་ཁྱིམ་ཚང་ཟེར་འགྲིག་དགོས་ཡོད་ག་རེད་ཟེར་ན་ཨ་ནི་ལྷག་མ་ཞྭ་སྡེ་མན་ཆད་དེ་གཞི་གཞི་འགྲོགས་མེད་པ་ཡིན་ཙང་གཉིས་གཉིས་བྱས་ཡོང་དུས་ད་དེ་ལས་ཁྱིམ་ཚང་ཟེར་ནས། འདྲེ་རྒུད་ཡ་དང་ཨ་ནི་ཡོག་ལུས་འདི་ཚོ་ཡ་མ་འཆང་ས་རྒྱབ་ནས་མཐུན་ཤོག་གི་ཐོག་ནས་དཀྲོག་ཡོང་གི་ཡོད་པ་ཡིན་ཙང་ཨ་ནི་ཁོ་ཁྱིམ་ཚང་གི་ཐ་སྙད་དེ་འོས་ཤིང་འཚམ་པ་ཆགས་གི་ཡོད་རེད་བསམ་གི་འདུག་ད་དེ་ཡན་ཆད་དུ་བལྟས་ཚེ་ལས་སླ་བ་ཡོད་རེད་བ་ཁོ་གྲྭ་བ་བྱས་དེ་ནས་ཤ་ཟ་ཨ་ཡ་ཟི་དངོས་གནས་བྱས་ན་ཁོ་བདེ་བ་གཅིག་རེད་དེ་ནི་བཟའ་དང་ཨ་གཉིས་འདི་དམིགས་བསལ་གྱི་ཕན་ཚུན་གཞོགས་འདེགས་འདྲ་རོགས་པ་འདྲ་གལ་ཆེ་རེ་བྱེད་གི་ཡོད་མ་རེད་ཞག་དང་སང་ཉིན་ཨ་དང་ཡག་གཉིས་ནི་བསྟི་མན་ཆད་དུ་གཉིས་གཉིས་གཉིས་འགྲོ་གི་ཡོད་རེད་ད་དེ་གའི་དཔེ་མཚོན་འདྲ་ཧོ་ཅེས་འཁོད་ཡོང་བ་ཡིན་ན། ཧོ་འདི་སྐྱེས་བཟའ་ཤོད་དུ་ཞག་དང་སང་ཉིན་དེ་ཁོ་ཆགས་ལ་ཡོད་པ་ནང་བཞིན་གྱི་ཁོ་ཁྱིམ་ཚང་འདྲ་བ་གཅིག་རེད། དཔེ་མཚོན་འདྲ་བོ་དེ་ག་རེད་ཟེར་ན་སྟག་གཟིག་དང་སྟག་གཞིག་ཟེར་ནས་བྲིས་ཡོད་པ། གནའ་སྔ་མོ་ང་ཚོ་བོད་ཀྱི་ཕྱོགས་ཡིག་གི་རྒྱ་ཁམས་ཡིག་གཞན་ཡོང་དུས་ནོར་སྟག་གཟིག་ཟེར་ཡ་དེ་ལས་བོད་ཀྱི་ཡིག་སྐད་རྙིང་པ་དེ་ཚོའི་ནང་ལོགས་ལས་མཚམས་མཚམས་ལ་སྟག་གཞིག་ཟེར་བྲིས་ཡོད་རིང་མཚམས་མཚར་སྟག་གཟིག་ཟེར་བྲིས་ཡོད་རེད། ཤ་དང་ཟ་གཉིས་དེ་ག་རེ་བྲིས་ཀྱང་ན་འགྲིག་བདེ་བ་ཅིག་གི་ཐོག་ནས་བྲིས་བཞིན་ཡོད་རེད་བ། ད་དེ་མཚོན་དཔེ་འདི་གཉིས་ཀྱི་གཅིག་གི་ཚབ་གཅིག་གིས་བྱས་བསྡད་ཡག་གི་དཔེ་མཚོན་མང་པོ་ཡོད་རེད། ང་ད་ལྟ་ཁ་དོག་དེ་འདྲའི་སྐད་རག་མ་སོང། དེ་ག་ནང་གི་ཨ་ཡ། ད་ལྟའི་ང་ཚོའི་ཡོངས་གྲགས་ལས་སླ་བ་རེད་བ། སུམ་ཅུ་པ་ནས་སོང་བ་ཡིན་ན་ཨ་དང་ཡེ་གཉིས་འདི་ཀོ་གདངས་པ་བྱས་ནས་གདངས་པ་ཟེར་ནས་མི་འདུག་ཀོ་གཅིག་གི་ཚབ་གཅིག་གིས་བྱས་ཆོག་གི་ཡོད་བ། གང་ལྟར། གོ་དོན་གཅིག་པ་གཅིག་རྐྱང་ཡོང་གི་ཡོད་བ་དང་ནི་བེད་ཤོལ་ཡང་དེ་ག་རང་གིས་བཏང་གི་ཡོད་བ། ཕྱོགས་རྒན་པ་ཅིག་ནི་ང་ཡོང་གི་ཡོད་ཟེར་བ་དང་ཨ་ནོར་འོང་གི་ཡོད་འོང་གི་ཡོད་ཟེར་བ་དང། ནི་མ་འོངས་པ་དང་མ་ཡོང་འོང་དང་ཡོང་འདི་ཚོ་དེ་རྩ་བའི་ཆ་ནས་གོ་དོན་དེ་གཅིག་པ་ཆགས་འདུག་གི་རེད། ཨང་དང་ཡང་དང་ལྟ་འདི་ཚོ་དེ་ལས་སླ་ཤོས་དེ་རེད་ཨ་ཡ་གཉིས་དེ་ཀོ་གཅིག་གི་ཚབ་གཅིག་གིས་བྱེད་གི་ཡོད་པ་དེ་ཤེས་མ་དགོས་པ་རེད། དེ་ནས་ར་ལ་གཉིས། ར་ལ་གཉིས་དེ་ཆགས་ལ་ཡོད་པ་ནང་བཞིན་གཅིག་གི་ཚབ་གཅིག་གིས་བྱེད་ཀྱི་ཡོད་རེད། ད་འདི་ཚོ་དེ་གཅིག་གི་ཚབ་གཅིག་གིས་བྱས་དེ་ཕྱོགས་གཅིག་ནས་གནས་ད་ཞེས་པ་དང་དེ་ཚོ་དང་འབྲེལ་བ་ཡོད་རེད་དེ། ཁྱིམ་ཚང་གཅིག་ཡིན་པ་དེ་ལ་ཡང་གོ་རྒྱུ་ཅན་མང་པོ་སྒུག་ཡོད་རེད། གང་ལྟར་འདི་ཁྱིམ་ཚང་གཅིག་ཡིན་པའི་གི། དོན་དག་ལ། ཨ་ནི་རུ་པི་དང་ལུ་པི། རྒྱ་གར་གྱི་དཔེ་ཆ་རུ་པི་སའི་ཆུ་ཡོས་མང་པོ་གཅིག་གིས་དེ་ལས་དག་བྱ་ལུ་པི་སི་བྲིས་རྒྱག་གི་ཡོད་རེད། དེ་གི་ཚབ་མཚོན་ནི་གོ་གི་ཡོད་རེད། དེ་ལས་གཞན་པ་སྐད་ཡིག་ཁ་ཤས་ནང་ལོགས་ལས་ར་གོ་ཡ་ཡོད་མ་རེད། དཔེར་ན་ར་ས་དང་ལྷ་ས། འདི་ཚོ་ཚང་མ་དེ་ར་དང་ལྷ་གཉིས་ཡིན་ཏེ་གཅིག་གི་ཚབ་གཅིག་གིས་བྱེད་བསྡད་གི་ཡོད་པའི་རྒྱུ་མཚན་གྱིས་རྡོ་སི་ཡོང་བསྡད་གི་ཡོད་རེད་བ། དེ་ག་ནང་བཞིན་ཤ་དང་ས། སེམས་བསྐུལ། ཀུན་ནས་ཁྱེད་སུ་འདུ་བ་སེམས་བསྐུལ་དང་ཤིང་བསྐུལ། ང་ཚོ་འཕགས་པ་ཤིང་བསྐུལ་སྲས་བཅུ་ཡོད་རེད་བ་བལ་ཡུལ་མཆོད་རྟེན་དེ་ལས་བལ་ཡུལ་རང་གི་སྐད་ལས་སེམས་བསྐུལ་རེད་གསུངས་ཡོད་རེད་སི་ཏུ་རིན་པོ་ཆེ་གིས། སེམས་བསྐུལ་དེ་ནི་བོད་པ་གི་ཤིང་བསྐུལ་ཟེར་ནས་ཀློག་གསུངས་བ་རེད་སི། གང་ལྟར། ས་དང་ཤ་གཉིས་དེ་འདྲ་འདྲ་བོ་ཡོད་བ། ཁྱེད་ཀྱི་ཚབ་ཅིག་གིས་བྱེད་ཐུབ་བོ་ཡོད་བ། བྱེད་ཡག་གི་ལུགས་སྲོལ་ཡོད་བ་དེ་འདྲས་རེད། ད་ནི་སིརི་ལངྒ་ཤིར་ལངྒ་རྡ་རམ་ས་ལ་རྡ་རམ་ཤ་ལ་ལ་སོགས་པ་ད་དེ་འདྲའི་གི་རིགས་མང་པོ་ཞུ་གྱི་ཡོད་རེད་བ། ད་ཧ་ད་ཨ་གཉིས་དེ་དམིགས་བསལ་གི་འབྲེལ་བ་གས་མེད་བས་གི་ད་གང་དུ་ཚོ་ཚང་མ་ཁྱིམ་ཚང་འདྲི་བྱེད་གི་ཚབ་བྱེད་གི་བྱེད་ཐུབ་མཁན་གི་རིགས་དེ་ཚོ་ཡར་བསྒྲིགས་འགྲོ་དུས་ད་གང་ཡང་མི་ཐོབ་མཁན་གཉིས་ལྷག་བ་རེད་ཟེར་ནས་དེ་འདྲའི་གསུང་མཁན་གཅིག་ཡོང་གི་འདུག།

ཨ་ནེ་ང་ཚོ་སོག་པོ་དང་ཁ་ཆེ་གི་ཁམས་མང་པོ་ཀྱི་ལ་བོད་པ་གི་ཧམ་དང་ཧིན་སི་ལ་གི་ག་རེད་ཁག་གི་སྒྲ་དེ་ཧག་གི་སྟོན་ཨ་ནེ་ངག་གི་སྒྲ་དེ་ཨག་གི་སྟོན་ཡོང་དུས་འདི་ཚོ་ཡང་ཁྱིམ་ཚང་འདྲེས་ཡོང་དུས་དང་ཁྱིམ་ཚང་དེ་ལ་ཡང་ཁྱིམ་ཚང་འཁྱམ་པོ་ཞི་བ་ཡོད་དེ་བ་དང་ཤོག་ཙམ་གི་དེ་གཉིས་དེ་བི་རིགས་མང་པོ་ཡོད་རེད་བ་དེ་འདྲེ་གི་ཆ་ནས་སྒོ་ཕྱོགས་ཙམ་གྱི་བརྗེད་ཡོང་དུས་འདི་ཨེ་སྟག་གི་ཁྱིམ་ཚང་གི་ནང་ལོགས་ལ་འདུས་ཀྱི་འདུག་དེ་བརྗེད་པ་ཡིན་ན་ཁྱིམ་ཚང་ཆེན་པོ་དྲུག་ད་ལྟའི་གང་ལྟར་ངའི་རྗེས་ལས་ཤི་བ་ཡིན། ད་འདི་གི་ཁྱིམ་ཚང་གི་འགྲོ་སྟངས་འདི་ཤེས་ན་ག་རེ་ཆེ་བ་ཡོད་རེད་ཟེར་ན། གཞུང་ཆེན་པོ་དང་ཡིག་སྐྱག་རྙིང་པ་གི་དེ་ཚོ་ལ་གི་གོ་དོན་རྟོགས་ཡ་ལས་ད་ཆེ་བ་ཆེན་པོ་ཤི་བ་བཟོ་གི་ཡོད་རེད། དེ་ག་ནང་གི་ཡུག་སྐད་ཡོད་རེད་བ་ཡུག་སྐད་ཞེ་དྲག་པ་ལུང་སྐད།

ད་འདི་གཉིས་དེ་གཅིག་གི་ཚབ་གཅིག་གིས་བྱེད་ཀྱི་ཡོད་པའི་སྐོར་ཁྱིམ་ཚང་དང་སྤུན་རྒྱག་གི་འབྲེལ་བ་དེ་ཧ་མ་གོ་བ་ཡིན་ན། ཨ་ནི་སྟག་གིག་ཟེར་ཡོང་དུས་དེ་སྔོན་དེ་གི་གོ་དོན་མ་གཏོང་མཁན་གྱི་ཡིན་ན་དེ་སྟག་གཟིག་གི་གོ་དོན་ཡིན་པ་དེ་ལམ་སང་ཧ་གོ་ཐུབ་ཡ་དཔེ་ཁ་བོ་ཡོད་རེད། དཔེ་གཞན་པ་གཅིག་ཕྱག་རྒྱ་བ་ཡིན་ན་ཅི་ད་ངས་ཁྱིམ་ཚང་ཆེ་ཆུང་གི་དབྱེ་བ་ཞེས་པ་དེ་ངའི་གཞུག་ལ་ཞུ་ཆོག་དེ་འདི་ཡོད་བདེ་བའི་གི་དཔེ་མཚོན་གཅིག་རྩ་བདེ་གི་ནང་ལོག་ལས་གཟའ་སླེབས་འདུག་བ། ཙོག་འདས་པ་ཅེས་ཟོག་མ་འོངས་པ་ཅེས་རྫོགས་ད་ལྟ་བ་ཅེས་ཚོགས་ཤིག་སྐུ་ཚིག་ཆགས་འདུག་བ། ཟ་དེ་ནི་རྩ་ཡིན་ཁྱིམ་ཚང་གི་ནང་ལོགས་ལས་ཡ་མནའ་མ་ཡོང་ནས་ཁོས་དེ་ལས་ལས་ཀ་བྱེད་ཀྱི་ཡོད་པ་དེ་ཧ་མ་གོ་བ་ཡིན། ནི་ཟོག་གི་གོ་བ་མང་པོ་ཅིག་རག་ཡ་དེ་ཁ་བོ་ཆགས་འདུག་བ། ང་འདྲ་ཅིག་ཆ་མཚོན་མ་ཡིན་ན་ཟོག་ཟེར་ཡ་གིས་གོ་བ་འདྲ་བོ་དེ་ཡུག་ཡུག་ལུས་པ་ཡག་པོ་ཅིག་རག་མ་སོང། རྫོགས་སུ་རུང་བ་རྫོགས་ཀྱི་མཚན་ཉིད། ཁ་དོག་དཀར་དམར་རྩོལ་ཡོང་དུས་ནི། དེ་ག་ལ་བ་ཡོད་ན་བ་དེ་བསླེ་གི་ཡོད་མ་རེད་ལ་ལ་བསྡད་གི་ཡོད་རེད་མ་གཏོགས། ད་ཡོག་ལས་རྡོས་ཀྱི་རྫོགས་ཟེར་ཡ་དེ་ཙག་གི་ཁྱིམ་ཚང་ནང་ལོག་ལ་ཡོང་ནས་ལས་ཀ་བྱེད་སྟངས་དེ་ཤེས་ཡོང་དུས་ད་འདིར་བ་རྫོགས་ཟེར་བ་དེ། བཙོག་པ། འཛོག་པ། སྐྱེ་རྩ། མདའ་དང་མདོང་དང་འབོག་ལ་སོགས་པ་བཙོག་ན་རྫོགས་སུ་རུང་བ། དེ་འདྲའི་གི་དངོས་པོ་གཅིག་ལ་ནི་གཟུགས་ཟེར་ནས་ལབ་གི་ཡོད་པས་ད་གཟུགས་ཀྱི་གོ་བ་དེ་ཡིན་ན་རག་གི་ཡོད་རེད། བྱས་ཙང་དེ་བྱས་ཡོང་དུས་ད་ཁྱིམ་ཚང་ཆེན་པོ་སྒྲིག་སྟངས་སྡོད་སི་བྱས་ནས། དང་པོ་ཁྱིམ་ཚང་བཅུ་ཡོད་པ་དེ་གི་ནང་ལོགས་ནས། ཞག་དང་ཤ་གཉིས་དེ་ལྕགས་ཀྱི་ཁྱིམ་ཚང་གི་ནང་ལོགས་ལས། ནང་མ་ཕྱིན་བ་རེད། ས་དང། གཟའ་གཉིས་པོ་དེ་རྩ་ཡི་ཁྱིམ་ཚང་གི་ནང་ལོགས་ལ་མནའ་མ་ཕྱིན། དེ་ནས་རྩ་བའི་གི་ཁྱིམ་ཚང་བཅུ་གི་ནང་ལོགས་ནས་ཤ་ཟ་གཉིས་ཤ་ཟ་གཉིས་དེ་ཁོ་ཡར་བསྡོམས་འགྲོ་དུས། རྩ་བའི་གི་ཁྱིམ་ཚང་ཆེན་པོ་གཅིག་གི་གཉིས་ཡིན་དང། འབྲིང་བ་གསུམ་ཆུང་བ་གསུམ་ལྷག་གི་རེད། དེ་ནས་ཁ་རྒྱབ་ཀྱི་ལྭ་བ་ནང་གི་ཧ་དང་ཨ་གཉིས་དེ་ཀ་ཡི་ཁྱིམ་ཚང་གི་ནང་ལོགས་ལ་བརྡ་བསྒྲིལ་བ་ཡིན་ན། ཁྱིམ་ཚང་ཆེ་བ་བཅས་ཀྱི་གསུམ་འགྲེང་བ་གསུམ་ཆུང་བ་གཉིས་ཟེར་ནས་ལྷག་གི་རེད། ད་དེ་གི་གོ་དོན་འདི་ཧ་གོ་ཡོང་བ་ཡིན་ན་ནི་གོང་དུ་ཞུས་པ་ནང་བཞིན་གྱི་ཡི་གེ་རྙིང་པ་དང་སྒྲ་རྙིང་པ་དང་ནི་ལུང་སྐད་ཡུལ་སྐད་ཞེ་དྲག་པ་དེ་འདྲའི་གི་ཐོག་ལ་གོ་བ་རྒྱབ་ཡོད་ད་གོ་དོན་རྙེད་ཡ་ལེ། འདི་གི་ཆད་པ་དགའ་རོགས་ཀྱིས་བཟོ་གི་ཡོད་བས་ཀྱི་བཟོ་འདྲི་གྱི་འདུག། དེ་གའི་ཐོག་ནས་ད་ད་ལྟ་འདི་ཁྱིམ་ཚང་ཆེ་ཆུང་གི་དབྱེ་བ་ཕྱེ་བའི་སྐོར་འདི་ངས་དུས་ཚོད་བྱུང་ན་རྗེས་མ་ག་ལེར་ཞུ་ཡིན། དེ་རིང་དེ་འདྲའི་འདྲ་བ་ཅིག་ཡིན་ཚང་མ་ལ་བཀྲ་ཤིས་བདེ་ལེགས།